ད་ང་ལ་གཅིག་བལྟས་སུ་ཡོད་པ་དེ་ག་རེ་ཟེར་ན་ནང་ཆོས་གྲྭ་ལ་ཕྲན་བུ་ཅིག་སྦྱངས་ཡོད་རེད། ཨེ་ནས་ཨིན་ཇི་ད་ཕྱི་རྒྱལ་སྐད་དེའི་གྲྭ་ལ་ཕྲན་བུ་རང་མགོ་ཐོན་ས་ཅིག་ཡོད་རེད། ཨ་དེ་འདྲས་བྱས་ནས་ད་ཨེ་ནས་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གསུང་རྒྱུར་ལོ་བཅུ་དྲུག་ས་ཅིག་ཞུས། རྒྱལ་ཁབ་སུམ་ཅུ་ཡས་མས་ས་ཅིག་ལ་སླེབས། དེ་འདྲས་ཀྱིས་ད་ཉམས་མྱོང་འདྲ་བོ་ཅིག་མང་པོ་བྱུང་བ་ཡིན་ཙང་ཨེ་འདི་སྒང་ལ་གལ་ཆེ་ཤོས་དེ་ལོ་འདི་ཡ་ཡ་སླེབས་ཡོང་དུས།

དེ་སྐད་ང་ཚོས་བོད་པ་གཙོས་པའི་ད་ཁྱེད་ཀྱི་སུ་ཡིན་ན་དོན་གཉེར་ཡོད་མཁན་ཚོ་ལ་བཤད་དེ། ལས་འགན་རེ་བཞག་བསམ་པ་འདྲ་བྱེད་ཐུབ། ལྷག་པར་དུ་ང་ཚོ་བོད་པ་མི་རབས་རྒན་པ་ཚོས་ཀྱི་སོ་སོའི་ཉམས་མྱོང་དང་ཡོན་ཏན་དེ་མི་རབས་གཞོན་པ་ལ་རྩིས་སྤྲོད་བྱས་ནས། མི་རབས་གཞོན་པ་དེ་བདེ་སྐྱིད་ངང་ལ་བསྡད་ཐུབ་མཁན། རང་མགོ་ཐོན་མཁན། འཆམ་མཐུན་ཡོད་མཁན་སྤོབས་པ་ཡོད་མཁན་རྣམ་དཔྱོད་ཡོད་མཁན། དེ་འདྲ་གྱི་བཟོ་ཡས་ལ་ཤུགས་རྒྱབ་ཡས་དེ་ཞིབ་ཅིག་གལ་ཆེན་པོ་རེ་བཞག་བསམ་བྱས་ནས། ཨེ་ཀུན་དུས་བཀའ་སློབ་བཏང་བ་ནང་བཞིན་བྱས་བྱས་ནས་ངས་དེ་འདྲས་ཅིག་བསམ་བློ་འཁྱིལ་ནས་འགྲོ་གི་ཡོད་རེད། ཡིན་ནའི་ད་ལྟ་བར་དུ་ངས་སྐད་ཆ་མང་པོ་ཞེའུ་ཅིག་བཤད་ཡོད་རེད་ད། བརྒྱ་ཕྲག་མང་པོ་བཤད་ཡོད་རེད། དུ་ཚང་མ་མང་ཆེ་བ་མིག་གིས་ཤེས་རོགས་ཟེར་རྐྱང་རྐྱང་མ་གཏོགས་ཀི་ང་རང་ངོས་ནས་ང་ཞེའུ་ཅིག་ཡོད་ཤེས་ཀིན་ཟེར་བ་ཧ་ལམ་མེད། ད་དེང་སང་གཞི་ནས་ད་ང་རང་ངོས་ནས་ལྟས་ཟེར་བཤད་དགོས་འདུག་ཨ་བསམ་པ་འདྲ་ཅིག་སླེབས་ཡོང་གི་འདུག།

ཕུན་ཚོགས་སྡེ་བཞི་ལས་སྦྱར་ནས་ཆོས་ནོར་ཐར་པ་འདོད་པ་བསྟན་རྩིས་རྒྱལ། ཕུན་ཚོགས་སྡེ་བཞི་སྟེ། ཆོས་ནོར་ཐར་པ་འདོད་པ། དེ་ཞེ་དགའ་དེ་ཡག་པོ་ཅིག་བྱུང་ན། ཨེ་ནས་བདེ་སྐྱིད་ཡོང་གི་རེད་འཆམ་མཐུན་ཡོང་གི་རེད་སྐྱིད་པོ་ཡོང་གི་རེད་ཟེར་གནའ་སྔ་མོ་གི་དཔེ་ཆ་ནང་ལ་ཡོད་རེད། རྒྱ་གར་གྱི་ནང་ལོགས་ལ་ཡང་དེང་སང་སློབ་གསོ་བརྒྱབ་སྟེ་ཕུན་ཚོགས་སྡེ་བཞི་སྒང་ནས་སློབ་གསོ་རྒྱག་མཁན་ཤུགས་ཆེན་པོ་ཡོད་རེད། ད་དེ་ག་རེ་བྱེད་དགོས་རེད་ཟེར་ན། ཚེ་འདི་དང་ཕྱི་མ་གཉིས་ཀ་ལ་བདེ་སྐྱིད་ཡོང་ངེས་ཀྱི་བཟོ་དགོས་རེད་ཟེར་དགོས་རེད། ཚེ་འདི་ལ་བདེ་སྐྱིད་ཡོང་ངེས་ལ། ད་དཔལ་འབྱོར་དགོས་རེད། ཁྱོས་ནོར་ཟེགས་འདུག་ཨ་ནོར་ཟེར་ན་དཔལ་འབྱོར། དཔལ་འབྱོར་དགོས་རེད་ཟེར་དཔལ་འབྱོར་དགོས་མ་རེད་ཟེར་ནང་ཆོས་ཀྱི་ལབ་གི་ཡོད་མ་རེད་ད་དཔལ་འབྱོར་དགོས་རེད། ནོར་དགོས་རེད། ནོར་དཔལ་འབྱོར་ཐོབ་ན་ག་རེ་ཟེར་ན་ཁོ་གནས་སྐབས་རིང་གི་ཡང་འདོད་པ་གང་བ་འགྲོ་གཅིག། ཁྱོས་ནོར་ཐར་བ་འདོད་པ་ཟེགས་འདུག་ཨ། འདོད་པ་གང་བ་ཟེར་དུས་ད་ཚེ་འདི་ལ་འདོད་པ་གང་བ་གཅིག་འདི་འདི་གཅིག་ཚེ་འདི་གི་ད་འདི་གཅིག་གང་ལ་གང་འཚམ་གཅིག་རྒྱུ་དཔལ་འབྱོར་བརྟེན་ནས་ཡོང་ཐུབ་ཀྱི་ཡོད་ཙང་ད་ཚེ་འདི་ལ་དམིགས་པའི་ནོར་དང་དེ་ལ་བརྟེན་ནས་འདོད་པ་གང་བ་གཅིག་ཡོང་གི་རེད། ད་དེ་གཅིག་པོ་འགྲིག་གི་རེད་བས་ཟེར་ན་འགྲིག་གི་མ་རེད་ཚེ་ཕྱི་མར་བསམ་བློ་བཏང་དགོས་རེད་ལྷག་པར་དུ་ང་ཚོ་ནང་པ་ཡིན་ཙང་ཚེ་ཕྱི་མར་བསམ་བློ་བཏང་དགོས་རེད། དེ་བཏང་དགོས་ཡ་ག་རེ་རེད་ཟེར་ན། ཚེ་ཕྱི་མ་ཞིག་གི་དུས་ཐག་རིང་པོ། སྐྱེ་བ་མང་པོ་གནས་དགོས་ཀྱི་དུས་ད་ལྟ་ཚེ་འདི་ལས་ཚེ་ཕྱི་མ་གི་ཤུགས་ཆེ་བསམ་བློ་བཏང་དགོས་རེད། ད་ཚེ་ཕྱི་མ་བསམ་བློ་བཏང་བ་ལ། ད་མ་ཤི་སྐད་ཅོག་ད་ལྟ་འཕྲོས་ཡོང་གི་རེད་བ། ག་རེ་བསམ་བློ་བཏང་དགོས་རེད་ཟེར་ན། ང་ཚོ་མི་འདྲ་ཅིག་སྡེ་བ་ལ་ན་ནས་ད་རྒན་པ་དེ་ཚོ་མང་པོ་ན་ནས་ཤི་གི་ཡོད་རེད་བ།

ཁོ། གློག་དང་དེ་འདྲའི་ནང་ཞིང་རླུང་དང་ཞེས་ཀྱི་འཁོར་འགྲོ་འདི་ངས་འཇིག་འདུལ། ཁོ། ཤེས་པ་འགྲོ་བཞག་གོ། ད་ཤེས་པ་འགྲོ་བཞག་དུས་ཤེས་པ་འདི། ཡག་པོ་ཅིག་ཡོང་དང། དཀའ་ངལ་ཅིག་འཕྲད་མ་འཕྲད་དེ། ཚེ་འདི་རེད་ཨེ་འདྲ་ཚེ་སྔོན་མ་དེ་ཚོ་ནང་ལ་སོ་སོ་གི། བག་ཆགས་ཟིག་འདུག་ཨ་བག་ཆགས་ཟེར་ན་ད་གོམས་འདྲིས། གོམས་འདྲིས་ག་འདྲ་ཅིག་ལ་བརྟེན་ཡོད་མེད་དེ་ལ་རག་ལས་ཡོད་རེད། ཡག་པོ་ཅིག་ལ་གོམས་ཡོད་ན།

ཀོ་དབང་པོ་ལྔ་ག་འདུལ་ཚར་རེད། ད་ཤེས་པ་ཕྲ་མོ་ཕྲ་མོ་གང་ལ་བསྡད་དེ་ཡོད་རེད། འདི་ཤེས་པ་འདྲ་བོ་རེད། ཡིན་ན་ཡང་ང་ཚོ་གིས་ཉིན་མོ་ཉིན་མོ་གཅིག་པུ་བསྡད་ཀྱི་བྱུང་ན་འགྲིག་མཆན་ལ་བསྡད་ཀྱི་མི་དགོས་ཟེར་ལབ་ན་ལྐུག་པ་རེད་བ། གང་ཟེར་ན་ཉིན་མོ་ག་རེ་བྱས་པ་དེ་གི་མཆན་གི་ནང་ལ་རྨི་ལམ་འཇམ་པོ་ཡོང་དང་མ་ཡོང། རྨི་ལམ་སྡུག་ཅག་བཏང་དང་མ་བཏང་འདི་ཁྱད་པར་ཞེ་བོ་འགྲོ་གི་འདུག་བ། དཔེར་ན་ཁྱེད་རང་ཚོ་རང་གི་བསམ་བློ་བཏང་ནས་རིགས་རེད་དཔེར་ན། ཉིན་མོ་རླུང་བཞི་བོ་གཅིག་བླངས་ནས་མི་གཅིག་ལ་དཔེ་བཞི་བོ་གཅིག་འདུག་ས་ནས་བྱས་ན་ཞུ་རེ་བཏང། དེ་མ་བྱུང་ན་སྐད་ཆ་རྩུབ་པོ་འདི་འདྲ་བཤད་ནས་བཞི་བོ་ངར་ཡོད་ན། དེ་གི་གོམ་པ་བག་ཆགས་དེ་གི་དབང་གིས་མཚན་ལ་ཡང་ངར་ཡོད་ཀྱི་རེད། ཉིན་དེ་གང་ལ་ཉན་དུ་ཡོད་རེད་དེ་ཡང་རྒྱག་རེས་རྒྱབ་ཕྱོགས་དེ་ལམ་སང་དེ་བག་ཆགས་བཞག་ས་རེད་བ། ཨེ་ནི་གཉིད་དེ་འཁྲུགས་ནས་གཉིད་སྐྱིད་པོ་ཡོད་ཀྱི་མི་འདུག་བ། ཨོ། ད་སྐྱེ་བ་འདི་ད་སྐྱེ་བ་ཕྱི་མ་སྲིད་དེ་འདྲས་ཅིག་རེད། སེམས་ཀྱི་འགྲོ་སྟངས་འདི། ཨོ་དེ་འདྲས་ཡིན་དུས་ང་ཚོ་གི་ནམ་རྒྱུན་ནས་སེམས་ཀྱི་བསམ་བློ་བཏང་སྟངས་འདི་ཚེ་འདི་དང་ཕྱི་མ་དང་ཚང་མ་ལ་མ་འཁྲུག་བར་བདེ་སྐྱིད་ཡོང་བར་རེ་བ། ངས་དེང་སང་སྟབས་བདེ་བོར་བཤད་ནས་ཆོག་ཕོ་འཇོན་པོ་ཡིན་ན་ཟེར་གི་ཡོད། ཕོ་འཇོན་པོ་ཡིན་ན་རང་གོ་ཐོན་དགོས་རེད་ལབ་གི་ཡོད་རེད་ངས་གོ་བདེ་བོ་བཤད་ནས་རང་གོ་ཐོན་ཟེར་དུས། ཚེ་འདི་ལ་ཡིན་ན་རང་གོ་ཐོན་མཁན་ཚེ་ཕྱི་མ་ཡིན་ན་རང་གོ་ཐོན་མཁན།

ཁྱེད་རང་གི་གཟུགས་པོ་ཞིག་འདུག་ག་གཟུགས་པོ་འདི་ད་རྣམ་ཤེས་དང་གཟུགས་པོ་འདི། འབྱུང་བ་ལྔ་གི་བཟོས་བཞག་ཀྱང་རེད། ས། ཆུ། མེ། རླུང། ནམ་མཁའ། གཟུགས་པོ་ལ་གཅིག་ཁྲག་པོ་འདྲ་བོ་ཆགས་ཀྱི་འདུག་ག་འདི་ས་རེད། དེ་ནས་སྣ་ཆུ་དང་མིག་ཆུ་དང་ད། གཅིག་ཡོ་རེ་བ་དུས་ཚང་མ་ཆུ་རེ་བ། དེ་ནས་གཟུགས་པོ་ལ་དྲོད་ལྡན་གྱི་འདི་ཚོ་མེ་གི་རེ་བ། དེ་ནས་ང་ཚོ་གུ་ཅོ་བཏང་ཡང་འདི་ཚོ་ཚང་མ་རླུང་རེ་བ།

ལུས་ཀྱི་ཆ་ནས་ང་ཚོ་ཁྱད་པར་འཕགས་བ་གས་མ་རེད་ད་ལུས་རྟེན་བཟང་པོ་ཡག་པོ་ད་རེད། དེ་ལུས་རྟེན་བཟང་པོ་ཡག་པོ་རེད་ཟེར་དེ་ཡང་ལུས་རྟེན་འདི་ལ་བརྟེན་ནས་སྒོ་ཆེན་པོ་ཅིག་གིས། སྒོ་ཆེན་པོ་དེ་ན་ཀླད་པ་ཆེན་པོ་ཅིག་གིས། སེམས་ཅན་སེམས་ཅན། ག་འདྲ་ཅིག་ན་དུས་ཚོད་ལས་ང་ཚོ་ཀླད་པ་ཆེ་ཡ་རེད། སེམས་ཅན་ནང་ནས་ཀླད་པ་ཆེ་ཤོས་དེ་སུ་ལ་ཡོད་ཟེར་ན་མི་ལ། ད་གཟུགས་པོ་ལ་དཔག་པའི་གཟིགས་སྐོར་ད། ཡང་སེམས་ཅན་ཁ་ཤས་གླང་ཆེན་དང། དེ་འདྲའི་རིགས་གང་གཟུགས་པོ་ཆེན་པོ་འདི་ལ་འདི་ཁོ་ན་གཟུགས་པོ་ལ་དཔག་པའི་ལས་པ་དེ་བྱེད་ཡ་ཡོད་རེད་བ། རེད་བ། ཡིན་ན་སོ་སོ་གི་གཟུགས་པོ་ལ་དཔག་པའི་སེམས་ཅན་སོ་སོ་གི་གཟུགས་ཚད་ལ་དཔག་པའི་ལས་པ་བྱེད་ཁྱོད་མི་ལ་ཡོད་རེད། དེར་མི་ལ་ཡོད་པའི་རྟགས་མཚན་ག་རེ་ཟེར་ན། སེམས་ཅན་གཞན་དག་སྤུ་གུ་སྐྱེས་ས་ནས། དུས་སུ་ཐུང་ཐུང་ཞིག་སྣང་ལ་འཆོར་འཆོར་འཆོར་ལངས་ནས་འགྲོ་གི་འདུག་བ། མི་སྤུ་གུ་སྐྱེས་ས་ནས་མགོ་མ་ཕྱོགས་ནས་ཟླ་བ་ཁ་ཟིག་འགོར་གི་འདུག།

ད་དེ་ང་ཚོ་བསམ་བློ་བཏང་ཐུབ་ཡོད་དེ་འདྲའི་ནུས་པ་ཅིག་སེམས་ཅན་གཞན་ལ་མེད་མཁན་གྱི་ཁྱི་དེ་ཡོད་རེད་དེ་ང་ཚོ་བསམ་བློ་བཏང་གི་ཡོད་རེད་བས། ཞེ་དྲག་བཏང་གི་ཡོད་མ་རེད་ང་ཚོ་སེམས་ཅན་གཞན་དག་ནང་བཞིན་བྱས་ནས་དབང་པོ་ལྔ་དེ་རྗེས་ལ་རྒྱུགས་དེ་མ་གཏོགས་ཀྱི་ཀླད་པ་དེ་ཞེ་དྲག་བུ་ཅོ་བཏང་གི་ཡོད་མ་རེད་ད་དེ་ཞེས་མི་ཡིན་ཚོ་བསམ་བློ་བཏང་དགོས་རེད་མི་གི་སྐད་ཆ་ལབ་བཞག་རྒྱུ་རྐྱང་རྐྱང་མ་ཉན་ཅེས་དཔེར་ན་ངའི་ཐང་དེ་ལབ་བཞག་རྒྱུ་དེ་རྐྱང་རྐྱང་ཉན་རྒྱུ་ཡོད་མ་རེད་ཉན་ཟེར་བའི་རྗེས་ལ་ཁོ་འདི་འདྲ་ཅིག་ཤེས་སོང་དེ་བདེན་པ་ཡིན་ས་རེད་མ་རེད། སྤྱི་འཐུས་གཅིག་གཅིག་གཅིག་སླེབས་སོང་འདི་འདྲས་ཅིག་སྐྱེས་སོང་འདི་བདེན་པ་ཡིན་ས་རེད་མ་རེད་བཀའ་བློན་འདི་འདྲས་ཅིག་སླེབས་སོང་འདི་སྐྱེས་སོང་བདེན་པ་ཡིན་ས་རེད་མ་རེད་སློབ་མ་འདི་འདྲས་ཅིག་ཕེབས་སོང་འདི་ཡིན་ས་རེད་མ་རེད། ཉེས་ཉེས་ནི་ལམ་སང་རྒྱ་ཆེ་རྒྱ་དམ་པ་ཆ་འཇོག་བྱེད་དགོས་མ་རེད་བདེན་པ་རེད་འདུག་མི་འདུག་དེ་མིན་གཞན་དག་ཁ་ལ་བལྟ་རྒྱུ་ཡོད་མ་རེད་ད། སོ་སོའི་བསམ་བློ་དང་ནི། ད་དེ་དངོས་གནས་ཁོ་སྐད་ཆ་བཤད་སྟངས་འདི་ལ་གོ་རྒྱུ་འདུག་ཕན་ཐོགས་འདུག་ཡག་པོ་འདུག་བསམ་ན། དེ་གང་སོ་སོའི་བསམ་བློ་དང་ནི་དེ་མི་མཐུན་འདུག་ན་དེ་ལམ་ཁ་དེ་ལ་འགྲོ།

བྱས་ཙང་ང་ཚོ་རྣམ་དཔྱོད་ཅན་ཡིན་དུས་བསམ་བློ་ཡག་པོ་བཏང། ཨེ་ནས་ནམ་རྒྱུན་ནས་སྤྱི་ཚོགས་ནང་ལ་ཁ་ཉུང་ཟིག་བྱེད། དངོས་ཡོད་གནས་ཚུལ་དེ་ག་རེ་རེད་མིག་གིས་མཐོང་ཐུབ་ན་མིག་གིས་ལྟ་ཨམ་ཅོག་མང་ཟིག་ཉན་དེ་བྱེད་དགོས་རེད། དེ་བྱེད་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། ཨམ་ཅོག་གཉིས་བལྟས་ཞིག་འདུག་བ། མིག་གཉིས་བལྟས་འདུག་བ། མང་ཟིག་ལྟ་ཟེར་དགོས་རེད་ཁ་གཅིག་མ་གཏོགས་མི་འདུག་བ། མིག་གཉིས་འདུག་ཨ། ཨེ་ན་ལྷག་པར་དུ་ཨམ་ཅོག་འདི་གཉིས་འདི་ཨམ་ཅོག་གཉིས་ཀ་མདུན་ལ་མི་འདུག་ཨ། ཟུར་གཉིས་ལ་འདུག་ཨ། ཕྱོགས་ཚང་མ་གི་སྐད་ཆ་ཉན་ཟེར་བ་རེད་དེ། གཡས་ལ་ཉན་གཡོན་ལ་ཉན་ཟེར་བ་རེད། རེད་བ། ཨེ་འདི་གནས་ཚུལ་དངོས་གནས་འདི་རེད་འདུག་མོད་འདི་མཐོང་ཐུབ་ཡས་ཡིན་ན་སོ་སོའི་མིག་གི། མདུན་ལ་ཕྱིན་ནས་མིག་གི་བལྟ་ཟེར་བ་རེད། འདི་ཁོ་རང་ཆུང་གི་འགྲོ་སྟངས་ཁོ་རང་གཟུགས་གི་གཟུགས་པོའི་འགྲོ་སྟངས་ཁོ་རང་ཆགས་བཞག་ནས། དེ་བྱས་ནས་གནས་ཚུལ་ཡག་པོ་ཅིག་ཤེས་པ་བྱེད་གནས་ཚུལ་ཡག་པོ་ཅིག་ཤེས་པ་ཞིག་ཤེས་ན། གཅིག་གཅིག་ལ་འཁོན་སེམས་དང་ཕྲག་དོག་དང་འགྲན་སེམས་དང། ཐུབ་ཚོད་དང་འདུ་ཆུང། སྐར་ཚོགས་རེད་དེ། ཐུབ་ཚོད་དང་ཡིན་ལ་སོགས་པ་བྱེད་དགོས་ཡི་རྒྱུ་མཚན་གཅིག་ག་ཡོད་མ་རེད། ང་ཚོས་དེ་བྱས་ཏེ། དབྱེ་བ་བྱས་ནས་ཕྱོགས་རིས་བྱས་ནས་ཨ་ནི་རྒྱག་རེས་རྒྱག་དེ་ཅིག་ཡོར་བ་མ་དགའ་བྱས་ཏེ། མ་ཤེས་ནི་རེ་ཚང་མ་ཤེས་ན་དུས་ཚོད་ཆེ་གེགས། ད་ངས་དུས་ཚོད་མང་པོ་ཡོད་མ་རུང་བ་གེགས། གང་འགྲིག་པོ་ཞིབ་ཅིག་ངས་བྱེད་ཀྱི་མེད་འདུག་སུ་མ་ཤེས་ཤག་ནི་ཡིན་ན་ཁྱེད་རང་ཚོ་སེམས་ལ་ཟུག་གེ་བྱེད་དུས་སྐད་ཆ་ཁ་ཤས་བཤད་དགོས་དཔེར་ན་འཆམ་མཐུན་བྱེད་དགོས་དང་ཕྱོགས་རིས་དང་ཐུབ་ཚོད་བཏང་དགོས་རྒྱུ་རྒྱུ་མཚན་ཡོད་མ་རེད་ཟེར་ངས་ལབ་རུང་བ་རྒྱུ་མཚན་མེད་པའི་དེ་གནས་ཚུལ་དེ་ངས་ཅིག་བཤད་པ་ཡིན་ན། ད་ལྟ་འཛམ་བུ་གླིང་འདིའི་ནང་ལོགས་ལ་མི་ཡི་མི་འབོར་དེ་ག་ཚོད་ཡོད་རེད་ཟེར་ན། Eight Billion ཨིན་ཇི་སྐད་ལབ་ན། བོད་སྐད་ལབ་ན་ཐེར་འབུམ་བརྒྱད། ཐེར་འབུམ་བརྒྱད་ཟེར་དུས་ཞེ་བོ་མང་པོ་རེད་བ། ཐེར་འབུམ་བརྒྱད་དེ་ཉི་མ་དེ་རིང་ནས་བརྩིས་ནས་ལོ་བརྒྱ་དང་བཅུ་ཡས་མས་ཀྱི་ནང་ལོགས་ལ་ཐེར་འབུམ་བརྒྱད་དེ་མི་དེ་ཚང་མ་ཤི་ཚར་རེད། ལྟ་ལོག་ལ་ཤུང་སར་བས། དེ་དངོས་ཡོད་གནས་ཚུལ་རེད་ད་དེའི་དངངས་སྐྲག་སྐད་ཆ་དངངས་སྐྲག་བཤད་དང་དེ་ཁ་ཤས་ཀྱིས་དེ་ཤའི་སྐོར་ཅིག་བཤད་ན་དེ་ཤའི་སྐོར་ལས་མ་བཤད་ད་ལྟས་ངན་ཟིག་འདུག་བ་ལྟས་ངན་མ་རེད་དེ་དངོས་ཡོད་གནས་ཚུལ་རེད། ད་དེ་བསམ་བློ་བཏང་ད། ད་དེ་འདྲ་ཅིག་ད་དེའི་ནང་ལ་མི་ཐེར་འབུམ་བརྒྱད་དེ་ལོ་བརྒྱ་དང་བཅུ་ཡས་མས་ཀྱི་ནང་ལ་ཤི་ས་རེད་ཟེར་དུས། དེ་ཐེར་འབུམ་བརྒྱད་དེ་ཚང་མ་ལོ་བརྒྱ་དང་བཅུ་བར་དུ་བསྡད་དེ་ཟིག་འོག་མར་ད།

ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་བདུད་རྩི་ལྟ་བུའི་ཆོས་ཤིག་ཁོ་བོ་ཉིད་སུ་ལ་བསྟན་ཀྱང་གོ་བར་མི་ནུས་པའི་མི་མ་ནག་གི་ནང་དུ་གནས་པར་བྱ་དེ་གསུངས། རེ་ངའི་ཆོས་ཟབ་པོ་བཞི་བོ་གཅིག་དང་ཨ་ནི་ཞི་བདེ་བཞི་བོ་ཡོད་དེ་ངས་གཅིག། ཨ་ནི་ཉེར་མཁོ་རིས་མེད་དེ་ངས་རེ་བ། འོད་གསལ་དང་འདུས་མ་བྱས་བཞི་བོ་གཅིག་རྙེད་གསུངས། འདི་སུ་ལ་བཤད་ན་གོ་གི་མ་རེད། ད་ཁྱེད་རང་ཁ་ཁ་བྱུང་ང་ང་རང་ང་རང་སྒོམ་རྒྱབ་བཅུག་རོགས་དེ་གསུངས། རེ་ས་བཅོམ་ལྡན་འདས། འདི་གསུང་དགོས་རྒྱུ་མཚན་གཅིག་ག་རེད་ཟེར་ན། ཏན་ཏན་རང་རེད་ཁོང་གི་གཉེན་སྐྱོང་དེ་བཟང་པོ་ཞིག་བྱེད་ང་ཚོ་ལམ་སང་གོ་ཡི་ཁག་པོ་རེད། རྒྱུ་མཚན་གཉིས་པ་དེ་ག་རེད་ཟེར་ན་ཁྱོད་རང་ངའི་ཆོས་དེ་ཉན་དགོས་ཡོད་ན་བསླུ་གཅིག་སེམས་གཅིག་གིས་དད་པ་དང་གུས་བརྩི་དང་དགའ་བོ་དང་བྱས་ནས་ཤེས་འདོད་བྱས་ནས་ཉན་རིག་པ་འགྲུབ་ནས་ཉན། དེ་ནི་ཁྱོད་ཆོས་ཤེས་གི་རེད་དེ་མེད་ན་ཁྱོད་དེ་ག་ཟེར་མཁན་ཙར་ཙར་བྱས་ཡོང་ནས་ཤེས་གི་མ་རེད་ཟེར་འདི་ལབ་ཡའི་དོན་དང་རོ། ད་ཐ་མ་དངོས་སུ་ཆོས་གསུང་ཡོང་དུས་དེ་ནས་ལྷ་དང་མི་དང་ཚང་མ་གིས་ད། ཁྱེད་ཀྱི་ཆོས་འདི་བཟང་པོ་ཆེ་བོ་ཡིན་གྱི་རེད་དེ་ཡིན་ན་འདིར་ང་ཚོ་མི་རིག་པ་ཡོད་མཁན་ཁ་ཤས་ཁ་ཤས་ཡོད། འགའ་ཤས་ཁ་ཤས་ཀྱི་གོ་རྟོགས་ཁོ་བོ་རེ་བསྐུར་གྱི་གསུང་རོགས་ཞེས་དེ་ལབ་ནས། སྐྱབས་འཇུག་ཡང་སེ་ཞུ་དོན་མཐའ་མ་གསུངས་ཡོང་དུས་བདེན་པ་ཞིག་ཟེར་དེ་གསུངས་རོགས་བ། སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་བདེན་ལམ་བདེན་ཟེར་དེ་གསུངས་རོགས་བ། སྡུག་བསྔལ་བདེན་པ་དེ་གསུངས་ཡོང་དུས་ཁྱེད་ཆོས་ཞིག་གི་སྒང་ནས། མི་བདག་སྡུག་བསྔལ་ལྟུང་བདག་མེད། ཁྱེད་ཆོས་ཞིག་གི་སྒང་ནས་གསུངས་རེད། དེའི་ནང་ནས་དང་པོ་དེ་མི་བདག་པ་ཟེར་དེ་གསུངས་རེད།

ང་ཚོའི་དཔེ་ཆ་ནང་ལ་ཡོད་པ། ཀྱེ་ནི་སྐད་ཅིག་ཙམ་ཞིག་སྡོད་དབང་རང་མེད་པར། འཆི་བདག་གཤིན་རྗེའི་དྲུང་དུ་བང་སིལ་གྱིས་རྒྱུག་པའི་གསོན་པོ་ཟེར་ཡང་འཆི་བའི་ལམ་ཆེན་ལ་ཆེད་དུ་ཉེས་ཅན་གསོན་སར་ཁྲིད་པའི་སྣང་ཚུལ་འདི་སྐྱོ་བ། རྒྱ་མཆོག་སྐལ་བཟང་རྒྱལ་ཚོས་གསུངས་རེད། ཀྱེ་ནི་སྐད་ཅིག་ཙམ་ཞིག་སྡོད་དབང་རང་མེད་པར་གཅིག་སྐྱེས་རེ་བ་སྤུ། དེ་ནས་ཅི་ནི། སྐད་ཅིག་གཅིག། ད་ང་ཕར་འགྲོ་གི་མེད་འགྱུར་བ་འགྲོ་གི་མེད་བསྡད་ཀྱིན་ཟས་ཡོད་མ་རེད་འགྱུར་འགྲོ།

སྡུག་བསྔལ་བདེ་བའི་ངོ་སྤྲོད་ཡིན། རེ་བ། ཨེ་ནས་སྡུག་བསྔལ་སྡིག་པའི་ཆགས་ཞེན་ཡིན། རེ་བ། རྐྱེན་ངན་བྱང་ཆུབ་ལམ་ཁྱེར་ཡིན། རེ་བ། ཨེ་ནས་དེ་འདྲ་བྱེད་དུས་དུས་ཚོད་སླེབས་པའི་སྐབས་ལ་མ་དགའ་བ་བྱེད་རྒྱུ་ཡོད་མ་རེད། དུས་ཚོད་ཚང་མ་ཕན་ཐོགས་ཞིབ་ཀྱི་ཡོད་དེ་གའི་འགྱུར་བ་འགྲོ་དེ་གའི་ཕྱིར་ད་དུས་ཚང་ནས་ང་ཚོ་ཤེས་པ་བྱས་ནས། ད་སྡོམ་འདྲ་ཅིག་བརྒྱབ་པ་ཡིན་ན། དཔེར་ན་ད་དེ་རིང་ཁྱེད་རང་ཉི་མ་ཐ་མ་དེ་ཡིན་པ་ཆགས་ཤག།

བའི་ཤ་གི་དོན་དག་ལ་མ་བིན་ཤེས་ས་རེད་བས། མིང་གི་དོན་དག་ལ་རྒྱུག་ས་རེད་བས། རྒྱུག་གི་མ་རེད་དེ། ད་དཔེ་དེ་མི་རྟག་པ་སེང་གེ་དེ་གཅིག་ཤེས་ན་དང་པོ་ཆོས་ལ་འཇུག་པའི་རྒྱུ་བྱེད་ཟེར་དང་པོ་ཆོས་ལ་འགྲོ་དུས་ཡང་མི་རྟག་པའི་བཀའ་དྲིན་གྱིས་ཆོས་ལ་འགྲོ་ཡི་དེ་བསམ་བློ་འཁོར་གི་རེད། བར་དུ་ཆོས་ལ་གནས་པའི་རྒྱུ་བྱེད་བར་དུ་ཆོས་བྱེད་པའི་སྐབས་ལ་ཡང་ནི་འགྱུར་བ་མེད་པར་བསྡད་ཐུབ་ཡས། ཞི་བ་གཅིག་གི་དེ་བཞིན་པོ་རེད་བ།

ཀོ་ཀ་ཀོ་ལ་ཞིག་ཡིན་ད་དེ་འདྲའི་དེང་སང་ཞེའུ་གཅིག་བཙུགས་འདས་ཀྱི་འདུག་བ། འདི་ད་ནས་བཟུང་སྟེ་འཐུང་གི་མེད། བཀག་ཐུབ་ན་ཁྱེད་རང་ཚོ་འཕྲོད་བསྟེན་ལ་ཕན་གི་རེད་དེ། ད་འདི་དཔེ་མཚོན་གཅིག་བཞག་རེད་ད། ད་དེ་ལ་སོགས་པ་མང་པོ་ཞེའུ་གཅིག་ཕྱི་ལོག་ལ་ཁྲ་ཁྲ་བྱེད་ཀྱི་ཡོད་ནའི Fruit Juice དེ་གཅིག་ད་མང་པོ་རེད་ཟེར་ན་སྨྱོས་ནས་བེ་ཤ་འགྲོ་དགོས་རྒྱུ་ན་ས་ཕོག་དགོས་རྒྱུ་ག་རེ་བྱེད་དགོས་རེད་ད། ད་ང་ཚོ་བསམ་བློ་མ་བཏང་སྟེ་ཁོ་སྙིང་རྗེ་བོ་ར་ཅིག་འདུག་བ།

ང་ཚོའི་བོད་མི་རིགས་རྩ་ཆེན་པོ་འདི། སོ་སོའི་ལུང་པ་དེ་རྒྱ་མིའི་གྲོགས། ཆོས་དང་རིག་གཞུང། དགོན་པ་དང་བཅས་པ་རྩ་བརླག་བཏང། འོན་ཏེ་ང་ཚོ་མི་ཡུལ་ལུང་པ་ལས་ལས་རོ། ད་མི་ཡུལ་ལུང་པ་ལ་ང་ཚོ་མི་ཉུང་ཤས་ཅན་མ་ཏོག་མེད་པར་བྱེད། ད་དེ་ཡང་རྒྱལ་ཁབ་ལུང་པ་མང་པོ་ཅིག་ལ་ཁར་ཕག་གི་ཐོར་ཚུའི་ཐོར་ད་སོ་སོ་གི་འཚོ་བ་དེ་འདི་འདྲ་བྱེད་དུས་ད་ཁ་ཡོད་ཀྱི་མ་རོ། དེ་འདྲ་ཕྱིན་ཕྱིན་ནས་ད། ང་ཚོ་མི་ཉུང་ཤས་ཡོད་མི་ཉུང་ཤས་བོད་པ་ལྷག་བསྡད་ས་ད་འཛམ་བུ་གླིང་ས་ཆ་གང་བས་ན་ཉུང་ཤས་ལྷག་བསྡད་མཁན་དེ་གས་ང་ཚོ་དཔེ་གྱོང་པོ་བྱེད་དགོས་རེད་མི་རིགས། བྱུང་པོ་ཆེ་ནས་ང་ཚོ་ཆོལ་ཁ་གསུམ་དང་ཆོས་རྒྱུད་བཞི་དང་ག་རེ་མ་གོ་ག་རེ་ཟེར་ན་བོད་གངས་ལྗོངས་རྒྱ་མི་གི་གཅིག་པ་གཅིག་རྐྱང་བྱས་ནས་པི་བཞག་རྒྱོ་རྐྱང་རྐྱང་རེད་མ་གཏོགས་ཀི་ཆོལ་ཁ་ཁ་ཤས་ཀྱི་ཡང་བྱམས་པོ་བྱས་བདག་པོ་བརྒྱབ་ཁ་ཤས་ཀྱི་པི་བྱས་འདུག་ག་རྒྱ་མི་གི་རྒྱ་མི་གི་དབྱེ་བ་མ་ཕྱེས་ཏེ་ང་ཚོ་གི་དབྱེ་བ་ཕྱེ་གི་འདུག་ན་ལྐུག་པ་ཟེར་དེ་ལས་ཤིག་རེད་ད། དེ་འདྲས་མ་བྱེད་ཀྱི་འཆམ་མཐུན་བྱེད་རྡོག་རྩ་གཅིག་སྒྲིལ་བྱེད། རྒྱ་མི་ནང་བཞིན་མི་མང་པོ་མེད་ན་འདི་སེམས་ཁྲལ་བྱེད་དགོས་མ་རེད། ང་ཚོ་བོད་པའི་ཁ་དཔེ་ལ་མི་མང་ན་རོ་མང་ཟེར་ལབ་རེད། མི་མང་བོ་ཙམ་གྱིས་ཕན་ཡོད་ཁེགས་ཀྱི་ཡོད་མ་རེད་ད་རོ་མང་ནི་ཀོ་བིད་ན་ཚ་སྐབས་ལ་སྙིང་རྗེ་ད་རོ་མང་བོ་མྱང་གི་འདུག་ཨ་རྒྱ་མི་དེ་རེད་ད་ང་ཚོ་སྐྱབས་མགོན་རིན་པོ་ཆེ་དང་ད་བླ་ཆེན་དམ་པ་དང་དེ་བ་ན་ཞིང་མཁས་པ་ཚད་ལྡན་མང་བོ་གིས་བསླབ་བྱ་བརྒྱབ་པ་ལ་བརྟེན་ནས་ཁོ་བོད་པའི་ཆོས་དང་རིག་གཞུང་ཧ་ལས་གི་རྩ་ཆེན་པོ་འཛམ་བུ་གླིང་གི་ད་ངས་དེ་ག་ཚོད་སྐད་ཆ་ཏུང་པ་བཤད་གི་མེད་ད། ང་འདི་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་དགའ་དྲན་རེད་འཛམ་བུ་གླིང་ས་ཆ་མང་པོར་འགྲོ་མྱོང། ང་རང་སྒེར་གྱིས་ཚེ་སྔོན་མའི་ལས་ཡིན་གྱི་རེད་འགོ་སེར་དེ་ཚོ་ལུང་པ་འདྲ་མི་འདྲ་མང་པོ་ཅིག་ལ་འགྲོ་བསྡད་དེ་མེད་ན་དཔེ་མཛོད་ཁང་ལ་དཔེ་མཚམས་མ་ཆད་ཀྱི་དྲི་བ་དྲིས་ནས་ཡོང་བསྡད་ཀྱི་འདུག་དེ་ཚོ་ཚང་མ་བོད་པའི་ཆོས་དེ་གཅིག་ཕྱི་རྒྱལ་འགོ་སེར་པོ་ལོ་དྲུག་ཅུ་ལིམ་སང་གི་དུས་ཚོད་དཔེ་མཛོད་ཁང་ལ་ཡོང་ནས་ཀ་ཁ་ཁ་ཟེར་རྒྱང་དུ་ཡོད་རེད།

ང་རང་ཚོ་ལ་ཆོས་དང་རིག་གཞུང་རྩ་ཆེན་པོ་བཞི་བོ་གཅིག་ཡོད་དེ་རེད། ལྷའི་དབུ་ཁྲིད་སྐྱབས་མགོན་རིན་པོ་ཆེ་ལྟ་བུ་རྩ་ཆེན་པོ་བཞི་བོ་གཅིག་གི་འདི་ཡོད་དེ་བས་སྐབས་དེ་ལ་ང་ཚོ་གིས་མ་ཕྱུག་པ་བྱས་ནས། དོན་དག་ཁ་ཤས་ཅིག་རེད་དོན་དག་གཅིག་དེ་སོ་སོའི་ཆོས་དང་རིག་གཞུང་དེ་བྱམས་སྙིང་རྗེ་དང་འཚེ་བ་མེད་པའི་ཆོས་དང་རིག་གཞུང་རྩ་ཆེན་པོ་བཞི་བོ་གཅིག་ཡིན་དེ་བ་དེ་ཧ་གོ་ནས་འདི་ཡག་པོ་ཅིག་གང་ཐུབ་ཐུབ་ཀྱི་སློབ་སྦྱོང་སྦྱང་ནས་ཡག་པོ་ཅིག་ཤེས་པ་ཅིག་བྱེད་དེ་གི་བོད་པའི་ཐུན་མོང་པ་ཡི་ངོ་བོ་ཟེར་དེ་འདི་རེད། བྱམས་པ་དང་སྙིང་རྗེ་བྱང་ཆུབ་སེམས་སྟོང་ཉིད་རྟོགས་པ་ཤེས་རབ་ད་ག་རེ་ལབ་གི་ན་དེ་འདྲས་ཀི། ཡོད་དེ་ངས་ཤེས་ཡོན་ཡོད་དེ་ངས་འདི་མི་འདི་ལྟ་ང་ཚོ་བོད་པའི་མི་རིགས་ངོ་བོ་འདི་རེད་ངོ་བོ་དངོས་པོ་དེ་རེད། དེ་སྨན་པའི་གི་གཅིག་པག་གསར་བདེའི་ས་རུབ་དང་ཤེས་འཁྲབ་དེ་འདི་ཚོ་ཁོ་ཆ་ཤེས་དེ་རེད་དེ་གཙོ་བོ་གད་མར་བ། རིག་གཞུང་གཙོ་བོ་རིག་གཞུང་རིག་པའི་གཞུང་ཟིག་དོ་ནང་བསམ་ལུགས་གི་གཞུང་དེ་གཅིག་ཡོད་པ་བྱེད། དེ་གང་ལ། འཆམ་མཐུན་དེ་ཡག་པོ་བྱེད་ཡོད་ན་འོ་ད་དེ་ནས་བར་ལོ་བརྒྱ་ཉིས་བརྒྱ་སུམ་བརྒྱ་ག་ཚད་ཕྱིན་ན་བབ་པ་ཞིག་མ་རེད།

ཁྲ་ཁྲ་ཟིང་ཟིང་ཁོ་རང་རྒྱལ་ལ་བརྒྱུགས་ནས་ད་འདི་ཞི་བུ་ཅི་རེད་བསམ་བསྡད་ནས། ཁོ་ཚོ་ཚ་ནས་བློ་སྐྱིད་གླེང་ཡས་མེད་ཡོད་མ་རེད་ངས་ཟེར་གྱི་མེད་ཡག་པོ་དེ་འདྲའི་གླེང་ཡས་ཡོད་ཀྱི་རེད་དེ་ད་ང་རང་དེ་རིག་གཞུང་ལ་ཆ་བཞག་པ་ནི་ང་ཚོ་རིག་གཞུང་ད་ངས་དེ་འབོར་ཤོག་བཤད་ཀྱི་མེད་ད་ང་ཚོ་རིག་གཞུང་ཆ་བཞག་པ་ན་ངས་རིག་གཞུང་གི་ལྟས་སུ་སྦྱངས་ཡོད་རེད་ནུབ་ཕྱོགས་པའི་ཚན་རིག་དང་ལྟ་གྲུབ་པ་ལྟས་སུ་སྦྱངས་ཡོད་རེད་ད་ངས་མ་སྦྱངས་ནི་ཤེས་ཀྱི་མེད་ད། ཁོ་ཚོ་ལྟ་གྲུབ་རྟིང་མ་རྟིང་མ་དང་ཚན་རིག་གི་རྟིང་མ་རྟིང་མ་བསམ་བློ་གར་བཏང་གི་འདུག།

ཨེ་ནི་སོ་སོའི་ངོ་བོ་དེ་བརླག། ཨེ་ནི་འཕྲུལ་ཆས་ཀྱི་རྗེས་ལ་རྒྱུག་འདི་ན་ཆོས་སུ་འདུ་བས་ད་དྲང་པོ་བཤད་ན། ང་ཚོ་རྩ་ཆེ་ཤོས་འཛིན་ཡས་འདི་མིག་གི་ངོ་བོ་འཛིན་ཡས་འདི་རུ་བ། ལྷག་པར་དུ་བོད་པའི་ཐུན་མོང་མ་ཡིན་པའི་ངོ་བོ་འདི་འཛིན་ཡས་འདི་རུ་བ། འོ་དེ་བྱེད་དུས་ད་ངས་སྐད་ཆ་རྡོག་རྡོག་དེ་རིང་ཁྱེད་རང་ཚོ་སེམས་ལ། ད་ཆོས་མི་འདུག་བསམ་ན་ད་སོ་སོ་རང་དབང་ལ་གཡུག་བཞག་ན། ཆོས་འདུག་བསམ་ན་ཐུགས་ལ་བཞག་དགོས་ཡས་ཏེ། བོད་པའི་ཆོས་དང་རིག་གཞུང་འདི་ང་དུས་ཚོད་མེད་སྦྱང་ཡས་དུས་ཚོད་མེད་ཟེར་རྩ་ནས་ལབ་ཡས་ཡོད་མ་རེད་ད།

ཡུང་དང་ཡུང་ཁུ་ར་བ་དག་ང་ཚོ་ཚང་མ་སངས་རྒྱས་མ་རེད་དེ། ཡིན་ན་འདི་ཕུགས་རྒྱང་རིང་པོ་གས་ཕིང་བ་ར་བ། དེ་འདྲས་ཀྱི་ཚོགས་པ་ཆུང་ཆུང་ཆུང་ཆུང་དེ་སློབ་སྦྱོང་རང་སྦྱང་ཡས་ཀྱི་ཚོགས་པ་དེ་འདྲས་ཆུང་ཆུང་ཆུང་ཆུང་བཟོས་ནས་དགོན་པ་འདི་ཚོ་ཡོད་རེད་འདི་ཚོ་ནང་ལ་ཚོགས་ཆོག་རེད་སོ་སོ་སོ་ཤག་ལ་ཚོགས་ཆོག་རེད། ར་བ། དེ་འདྲས་བྱས་ནས་མི་རིགས་འདི་ཤེས་ཡོན་ཡོད་དེ་གས་འཇོན་ཐང་ཡོད་དེ་གས་སེམས་པ་བཟང་པོ་ཡོད་དེ་གས། ད་དེ་འདྲས་ཀྱི་བཟོ་དགོས་རེད་ད་རྒྱ་བོ་རིན་པོ་ཆེ་དགུང་ཤེས་དེ་རང་རེད། རྒྱལ་བ་རིན་པོ་ཆེན་གཅིག་དེ་ད་ང་ཚོ་གྱེས་ཚར་མ་ཞུས་ན་འུ་ཐུག་ནི། ད་ཁྱེད་རང་ཚོ་ལོ་གཞོན་པ་ཚོས་བོད་པའི་ཆོས་དང་རིག་གཞུང་དང་སྐད་ཡིག་འདི་ཚོ་ཡག་པོ་ཅིག་མ་སྦྱངས་ནས་བདག་པོ་མ་བརྒྱབ་ན་ང་ཤི་ན་དབུགས་འགྲོ་ས་མ་རེད་དཱ། དེ་ང་རང་ཨ་མཆོག་ང་སྐུ་མདུན་གསུང་བསྒྱུར་བྱས་རེད་ལོ་མང་པོ་འདི་ང་རང་རང་ཨ་མཆོག་ཐེངས་མང་པོ་གོ་མྱོང། དེ་ག་ས་ཅིག་ཐུགས་བརྩེ་བ་བྱེད་ཀྱི་ཡོད་རེད།

མི་རྣམ་པར་ཕེབས་བསྡད་ཡོད་རེད། མ་བཞུགས་པའི་དུས་ཀྱི་འགོར་བ། སྐུ་མདུན་བཞུགས་ནམ་མ་བཞུགས་ན་ཁྱད་པར་མེད་པར་ཁོང་གི་བཀའ་སློབ་དེ་ཁོང་གི་ཞལ་རས་དང་ཁོང་གི་སྐུ་གཟུགས་དེ་སོ་སོའི་ཡིད་ལ་འཆར། ཨེ་ནས་དཔེ་དེ་དཔེ་ན་སློབ་དཔོན་པད་མ་འབྱུང་འདི་ད་ལྟ་བཞུགས་མེད་བ། སངས་རྒྱས་བཅོམ་ལྡན་འདས་ད་ལྟ་བཞུགས་མེད་བ། ཡིན་ན་ཁོ་བཞུགས་པ་ནང་བཞིན་ཅེས་ང་ཚོས་སྨོན་ལམ་བཏབ་ནས་ཁོང་གི་བཀའ་སློབ་དེ་ཚོ་ཉན་བཞག་དུས། ཨེ་འགྲིག་འདུག་དོ། དེ་མ་གཏོགས་ཐབས་ལམ་ཡོད་ཡོད་མ་རེད།

རང་དབང་མེད་པར་བཟོ་མཁན་གཙོ་བོ་དེ་ཕྱི་ལོགས་ནས་མ་རེད་ནང་ལོགས་ཀྱི་སོ་སོའི་ཁོང་ཁྲོ་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་འགྲན་སེམས་ད་མང་པོ་ཞིབ་བརྗོད་རོགས། ཨོ་ད་དེ་གི་སོ་སོའི་སྐྱིད་པོ་མེད་པར་བཟོ་མཁན་ནང་མི་འཁྱམ་པོ་མེད་པར་བཟོ་མཁན Blood Pressure སྲིད་མང་པོ་འདུག་ཨང་མང་པོ་ད་ང་ཚོ་ཁྲག་ཤེད་འཕར་བཅུག་མཁན་མགོ་ན་བཅུག་མཁན་ད་དེ་སྔའི་གི་ཆོས་ཕྱོགས་གཅིག་པོ་སྐད་ཆ་བཤད་གོ་མར་ད་ཚན་རིག་པ་བརྟག་དཔྱད་བྱས་ནས་ཆོས་གི་ག་རེ་བཤད་པ་གཅིག་པ་གཅིག་རྐྱང་ཉིག་འདུག་ཨ།

འཆམ་མཐུན་བྱས་ནས་འགྲོ་དགོས་ར་མ་གཏོགས་གི། དཔེར་ན་ཤིང་སྡོང་འདྲ་ཅིག་ཡིན་ན་ཤིང་སྡོང་ན་ཤིང་སྡོང་གི་ཡག་པོ་ཅིག་སྐྱེས་པ་ལ་ཁོས་གི་ས་ས་དང་ཆུ་དང་དྲོད་དང་ཉི་མ་མང་པོ་ཅིག་འགོག་འདུག་བ། དེ་ཚོ་གཞིས་ཀ་ཏག་ཏག་འཆམ་མཐུན་ཡོད་ན་ཤིང་སྡོང་སྐྱེ་གི་རེད་མེ་ཏོག་ཤར་གི་རེད་དཔེ་སྐྱིད་པོ་དེ་རང་བཞིན་འགྲོ་སྟངས་རེད། མི་ལ་ཡིན་ན་ཁོ་འབྱུང་བ་འབྱུང་བ་བཞི་སྟེ། རྒྱ་ཤོག་སྐལ་བཟང་རྒྱ་མཚོས་གསུངས་ཇི་གནང་ལ་ཚ་གྲང་འབྱུང་བ་མང་པོ་མི་རྒོད་དང་གཅན་ཟན་བདག་མེད་ཕུང་པོ་སྣ་ལྔའི་ལུང་སྟོང་དུ་འཚོགས་ནས་སྲོག་ལ་ཧབ་ཤ་འགྱེད་པའི་སྐྱོང་རྐྱེན་དུ་འདུག་པའི་ཚེ་སྲོག་ཕྱུར་བུར་ལྟ་བུའི་སྣང་ཚུལ་འདི་སྐྱོ་བ་ཟེར་དུས་ང་ཚོ་ཡག་པོ་བལྟས་པ་ཡིན་ན། ང་ཚོ་མི་དེ་ང་བདེ་བོ་ཡིན་ཐང་པོ་ཡིན་ཟེར་གྱི་འདི་འབྱུང་བ་ཞིག་དེ་ཆ་མཉམ་པ་གཅིག་པུ་ལ་ཟེར་གྱི་རེད། ས་ཆུ་མེ་རླུང་འདི་ཚོ་དགྲ་རེད་གཅིག་གཅིག་ལ་དགྲ་རེད། ད་ཁོང་ཚོ་བཞིན་དུ་སྟོབས་ཤུགས་གཅིག་པ་ཡོད་དུས་ཨེ་ནས་གཅིག་གཅིག་ལ་བས་ན་གནོད་པ་མ་བྱེད་ཅིག་ད་དེ་ང་ཚོ་བདེ་སིག་སིག་དྲག་གི་ཡོད་རེད། ད་དེ་གཉིས་བལྟས་ཟེར་བལྟས་དེ་ཆུ་མང་དྲགས་ཡང་མིན་ན་རླུང་མང་དྲགས་དྲོད་མང་དྲགས་ན་ཨེ་ནས་བདེ་བོ་མི་འདུག་ཟེར་དེ་བས་ན་དྲོད་མང་དྲགས་ན་ཚ་བ་ཕ་རེད། ཡོང་གི་འདུག་བ། དེ་འདྲས་ཀྱི་རེད་དེ་འདྲས་ཡིན་དུས་ད་ང་ཚོ་ཟས་དང་སྤྱོད་ལམ་གྱི་ཐོག་ནས་ཟས་དང་གཙོ་བོ་ཟས་དང་སྤྱོད་ལམ་རེད་སྨན་དང་རྗེས་ལ་སྐད་ཆ་རེད་ད།

སོ་སོའི་ཟུག་གཟེར་ལ་དཔག་པའི་ཀི་ལོ་ཐོས་པ་ག་ཚད་འདུག་འདི་ལྕགས་པོ་རེད་ད། བདེ་གསང་གཅིག་རེད། ཁ་ལག་རྩ་ནས་མ་ཟ་བདེ་གོ་མ་རེད་ཁ་ལག་ཉུང་དྲུག་དང་ཆུ་བདེ་ཟ་མང་ཟ་འཐུང། ཁ་ལག་དུས་གསུམ་ཟ་གི་ལ་ཁོ་ཟ་མང་པོ་མ་ཟ་ད་དེ་སྒྲིག་ལམ་དགོ་རེད་ད་དེ་ལ། སྒྲིག་ལམ་མེད་ན་ཏན་མོག་མོག་དེ་ཞིམ་དྲག་ནས་ཟ་ཤོར་སོང་དེ་འདྲའི་ལ་བས་ཡོད་མ་རེད། སྒྲིག་ལམ་བྱེད་དགོ་རེད་ད་ཆོས་ཉམས་ལེན་ཡིན་ན་སྒྲིག་ལམ་དགོ་རེད་བ།

རྒྱལ་སྐྱེས་ཀྱི་སྡིངས་ཆ་གང་ལ་བོད་པའི་ཐུན་མོང་མིན་པའི་ཆོས་དང་རིག་གཞུང་ཤེས་ཐུབ་མཁན། རྒྱ་མི་སྒེར་དོན་དང་མེད་པའི་མནར་གཅོད་ཐུབ་ཚོད་བཏང་འདི་གའི་འདུ་ཚོ་ཧ་གོ་བ་བྱས་ཉིན་རེ་ཉིན་རེ་དཔེར་ན་ཁ་སང་ཁ་ཉིན་ནང་ལོག་ལ་རུ་བ་དང་དོན་དུ་དེ་གར་ཚེ་བར་རྒྱ་གར་གྱི་ས་མཚམས་ལ་དྭགས་དང་དེ་རྒྱ་གར་གྱི་ས་མཚམས་དེ་བར་ནས་ད་བོད་པ་མང་པོ་ཞིའུ་ཅིག་གནས་ཆགས་བཅུག་ནས་བསྡད་བཅུག་ནས་ད་དེ་གར་ཟེར་ན་རྒྱ་གར་མཉམ་དུ་དམག་བརྒྱབ་ན་དུས་དུས་ཨ་ནི་དམག་མི་དེ་ཚོ་ཟ་ས་འཐུང་ས་ཡོད་པ་བཟོས། ད་ཁ་སང་ཉི་མ་གཉིས་གསུམ་གྱི་གོང་ནས་བོད་པའི་སྤུ་གུ་འབུམ་གཅིག་ལྷག་སྲིད་ཅིག་ཕ་མ་རྩ་ནས་འཕྲོག་ནས་འཕྲོག་སྲིད་སྐོར་ད་བཙན་ཁྲིད་བྱས་ནས་རྒྱ་མི་སློབ་གྲྭ་ཐག་རིང་པོ་བཏང་བཞག་འདུག་བོད་པ་མིང་རྩ་མེད་ཁོ་རང་བཏང་ཡས་བྱེད་འདུག་ད་དེ་ཚོ་དྲི་དང་མེ་མདའ་འོག་ནས་བྱེད་དགོས་རེད་སྙིང་རྗེ་གཅིག་གི་ཐབས་ཤེས་ཡོད་མ་རེད་ཁོ་ཚོ་ད་ཁོ་ཚོར་ཐབས་ཤེས་མི་འདུག་བ་ད་ང་ཚོ་རང་དབང་ལུང་པ་ལ་སེམས་ཤུགས་ཆེ་ན་བྱེད་ཡས་ཡོད་རེད་བ་རེད་བ་འོ་དེ་འདྲའི་བསམ་བློ་བཏང་བྱས་ནས་ང་ཚོ་རྒྱ་བོད་རིན་པོ་ཆེ་འགུགས་ཤིག་སྒྲུབ་ཟེར་ན་རེད་རང་དོན་རང་གཅེས་ཟེར་ན་རེད། ཨ་ནི་བོད་གོས་ཆོས་དང་བསྟན་པ་ཟེར་དུས་ད་སེམས་ཅན་མང་པོ་ལ་ཕན་ཐོགས་ཡི་ནུས་པ་ཡོད་དེ་འདི་གི་ཉར་ཚགས་ཟེར་ན་རེད་དེ་འདྲས་བྱས་ནས་ང་ཚོ་བོད་འདི་ཁོ་ལས་འགུལ་ཆེན་པོ་སྐད་ཆ་ཁེལ་མ་རེད་སོ་སོ་འཕྲོད་བསྟེན་ཡག་པོ་ཡོད་བ་ཅིག་བཟོས། གཟུགས་པོ་འཇིགས་པ་ཆེན་པོ་འདི་འདྲས་མེད་བར་བོད་པ་ཟེར་དུས་དཔེ་དེ་གཟུགས་པོ་འདི་ཟོ་གཏེར་ཟོ་ཐུབ་བོ། ཚང་མ་རྣ་བ་འགྲོ་བ་ཡིན་མདོག་ཁོ་བོ་དེ་འདྲས་གོ་རོགས།

ཨེ་བྷི་སི་ཏི་དང་ཀ་ཁ་བླ་མ་བཞེངས་མཁན་ལ་བསླབ་ཡས་འདྲ་བོ་མི་རྒན་པ་ཚང་མ་ཡོང་ནས་དགོངས་དག་འདི་བ་སྦྱང་དེ་འདྲ་བྱེད་ཡས་ཡོད་རེད་ད་དུས་ཚོད་རིག་དེ་ཕ་ཆེ་མི་འདུག་བ། དེ་འདྲ་བཟོ་རུ་བ་གསར་གཏོད་བལྟས་སུ་བལྟས་སོས་ད་ཁག་ད་ཡོད་མ་རེད་སོ་སོ་ལས་ཀ་མང་པོ་ཡོད་རེད་དེ་དེ་འདྲ་ཡང་གསར་གཏོད་ལ་ག་རེ་བྱེད་ཡས་འདུག་འཕྲོད་བསྟེན་ཡར་རྒྱས་འགྲོ་ཡས་ལ་མཉམ་རུབ་ག་རེ་བྱེད་ཡས་འདུག་ཚང་མས་དོ་སྣང་བྱས་ནས་ཨ་ནི་ཁོ་འདས་པའི་རིང་ལ་སྐྱིབས་ཐག་ཆོད་འཆམ་མཐུན་ཁང་ནས་སྐྱིབས་ཐག་ཆོད་བསྡད་ཡས་ཅིག།